ཡོད་རྒྱུ་དེ་ག་རེད་ཟེར་ན་ད་གསང་སྔགས་ཀྱི་སྐོར་རེད་བཞག་ད་གསང་སྔགས་ཀྱི་སྐོར་ནང་ནས་ཡང་ཨ་ནས་ད་གསང་སྔགས་ཀྱི་ཅིག་བརྗོད་བརྗོད་བྱ་ཐ་དུག་ཟེར་ན་མི་འདུག་པས་གསང་བ་འདུས་པའི་ད་རྩ་བའི་ད་རྗོད་བྱེད་ཨ་ནས་རྒྱུད་ལུས་རེད་ཨ་ནས་མདོ་སྔགས་ཀྱི་ཁྱད་པར་བ་དེ་འདྲ་ཡང་འདུག་དེ་ཡིན་དུས་ག་ལ་ད་འདི་ངས་འདི་ནི་ད་གྲངས་ཀ་ཏན་ཏན་གྱིས་མ་གཏན་འབེབས་གནང་བཞག་དེ་འདྲ་གལ་མ་རེད་ག་རེ་ཟེར་ན་རྗེ་རིན་པོ་ཆེ་གིས་ཨ་ནས་མདོ་སྔགས་ཀྱི་གསུང་རབ་ད་ང་རང་གིས་མཐོང་བསྡད་དུས། ད་ཅིའི་ལྟས་སུ་གོ་མྱོང་གོ་མྱོང་ཚུར་མྱོང་འདྲ་བོ་ཡོད་བསྡད་པའི་དེ་ཚོ་ནང་ནས། ཨ་ནེ། ཚུར་ལྡོག་ལྡོག་འོ་འདྲ་བོ་རེད་ད་མདོ་སྔགས་ཁྱ་ཚོང་ཁྱོན་ཡོངས་ནས་ཚུར་ལྡོག་འབྲས་བུ་འདིར་སྐྱེལ་ཡོང་ན། ད་ཕལ་ཆེར་རྗེ་རིན་པོ་ཆེ་གི་ཨ་ནེ་རྣམ་ཐར་ཐུན་མོང་མ་ཡིན་པ་དེ། ཨ་ནེ་དབུས་ན་གནས་པ་དེ་ལ་ད་སྐྱོ་ང་འདྲ་བོ་ཅིག་ཆགས་ཀྱི་འདུག་མདོ་སྔགས་ཡོངས་རྫོགས་དང། དེ་ཡིན་ད་དབུས་གནས་ཀྱི་ད་རྣམ་ཐར་སྐྱོ་ང། འོ་དེ་འདྲས་ཀྱི་ང་རང་གིས་ད་ཁྱོན་ཡོངས་ནས་བསྡོམས་ནས་འོ་དེ་འདྲས་ཀྱི་ཡོད། ད་དེ་ག་རེད་ཟེར་ན། ཨ་ནེ། གཤེགས་དྲུག་ཟུང་འབྲེལ་གྱི་དབུས་ན་གནས་པ་ཟེར་དང་པོ། ཨ་ནི་གཞུང་དང་མན་ངག་ཟུང་འབྲེལ་གྱི་དབུས་ན་གནས་པ། ད་དེ་ནི་མ་བདེན་གཉིས་ཟུང་འཇུག་རེད་ཐབས་གཞན་ཟུང་འཇུག་རེད། ཨ་ནི་ཟབ་རྒྱས་ཀྱི་ལྟ་སྤྱོད་ཟུང་འབྲེལ་སེམས་བསྐྱེད་ཚུལ་གཉིས་ཟུང་དུ་འབྲེལ་བ། ཅེས་སྐྱེས་མཆོག་གཉིས་ཟུང་དུ་འབྲེལ་བ་སྟོང་པ་རྟེན་འབྱུང་གཉིས་ཟུང་དུ་འབྲེལ་བ། མདོ་སྔགས་ཀྱི་ལམ་གཉིས་ཟུང་དུ་འབྲེལ་བ། སྔགས་ཀྱི་ཡང། མདོ་སྔགས་ཀྱི་ཚུལ་ཁྲིམས་གཉིས་ཟུང་དུ་འབྲེལ་བ། དེའང་ནང་བསྐྱེད་མིང་བསྐྱེད་ཀྱི་དབང་དང་ཨ་ནི་གྲོལ་བྱེད་ཀྱི་ལམ་ཟུང་དུ་འབྲེལ་བ། དེ་ནས། སྒྲུབ་བྱེད་རླུང་སེམས་ཟུང་དུ་འབྲེལ་བ། ཨ་ནེ། བསྒྲུབས་རྗེས་ཨ་ནེ་བསྐྱེད་རྫོགས་ཀྱི་ལམ་ཟུང་དུ་འབྲེལ་བ། དེ་ནས་ག་རེ་ཟེར་ན། དེ་ནས་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་སྙིང་པོ་བདེ་སྟོང་ཟུང་དུ་འབྲེལ་བ། རིན་པོ་ཆེ་མདོ་སྔགས་ཀྱི་གསུང་རབ། ད་ཡིན་ན་ཡང་ད་འདི་ཚོ་ཟུང་འབྲེལ་འདི་ཚོ་གི་ཆེས་རྒྱབ་ལྗོངས་འདྲ་བོ་དེ་ག་འདྲས་ཆགས་ཡོད་རེད་ཟེར་ན། དཔེར་ན། སྐྱེས་པ་ནས་འཇོག་པ་ཡིན་ན་རེད་སྟོང་དང་སྟོན་མཇུག་ཡིན་ན་རེད་ད་དེ་ཚོ་ག་འདྲས་བྱས་ཡོད་རེད་ཟེར་ན། ང་རང་ཚོ་རྗེ་རིན་པོ་ཆེ་མ་ཕེབས་པའི་སྔོན་ན། ག་རེ་རེད་ཟེར་ན། ཨ་ནེ། བསྐྱེད་རྫོགས་ཟུང་འབྲེལ་ཟེར་ཡ་དེ། ག་ལེར་གཅིག་གིས་ད་ཉམས་ལེན་གནང་སྟངས་དེ་ག་ལེར་གྱི་ཆ་ཡོད་རེད། ཨ་རྒྱའོ། སྐྱེས་པའི་ཨ་ནི་འཇོག་པ་མི་འགོག་པ། ཨ་ནི་འཇོག་འོང་དུས་ག་ལ་སྐྱེས་པ་མི་འགོག་པ་ད་དེ་ཚོ་རང་རིགས་ཆེན་པོ་རྣམས་ལ་སྲིད་ཞིའི་ཐར་པ་གསུངས་བཞེད་པ་ད་དེ་རེད། འོ་དེ་སྐྱེས་འཇོག་ཟུང་འབྲེལ་དེ་ད་སྟོང་དང་རྟེན་འབྱུང་དེ་ག་དེ་ག་རེད། ཅི་ད་མ་གསུངས་འདུག་ཟེར་ན། ངས་ད་ལྟ་འདུས་རྒྱ་ལ་ལམ་ཁྲིད་པའི་རིམ་པ་དེ་ཨ་ནི་བོད་སྔ་རབས་ལས་ནི་རྗེ་བཙུན་ནང་རྒྱས་ཀྱི་མར་གསུངས་ཀྱི་ཡོད་ཟེར་གོ་བརྗོད་པ་དོན་དམ་ནི་ད་ག་རེ་ཟེར་ན་སྐུ་གཟུགས་འགོག་ནས་པའི་ཐང་གི་ཐང་གའི་རྐང་པ་བཞིན་དུ་གྱུར་བདེ་བ་དེ་འདྲའི་སྣང་ངེ་ད་ཏིག་སྣང་ལ་ཨ་ནེ་ཡང་ཚེ་མི་དཀའ་ནས་ནས་སོང་ཡོད་རེད་བ་བ་ད་ཐེངས་ནང་སྐྱིད་ཁོ་སྟོང་བསྟན་འབྱུང་ནས་ཟོང་དེ་འདྲ་ཡ་ཏི་ཀ་ལི་ཁ་པོ་སྦྱིན་ས་རེད་ད་དེ་འདྲའི་མིན་བ། ཟོང་དེ་འདྲ་བ་ཙམ་མ་འབྱིན་པ་ཁོ་སྟོང་པ་གི་བསྟན་འབྱུང་ལ་གོ་བ་སྟེར་ཐུབ་ངེས་ཨ་ནེ་ཨ་འདྲ་བ་ཁྱེད་ར་ཡོད་ན་ཉོན་མོངས་དུག་ཟོང་ལ་ཐ་ཏིག་དུ་ཨ་ནེ་དུག་ཏུ་ངོས་འཛིན་ནས་དོར་རྒྱག་ཁོ་ན་སུ་མ་རེད་བ། བ་དེ་འདྲ་གི་སྣང་ག་མི་འདྲ་བའི་ཁྱད་པར་མང་པོ་ཅིག་ཡོད་དེ་དུས་ག་ལ་དེ་ཚོ་འགའ་མེད་ནས་ཉམས་སུ་ལེན་ད་ཏི་ཀ་ལི་ཁ་པོ་ཞིབ་ཅིག་ཆགས་ཡོད་རེད་བ། ཨོ་དེ་ཡིན་དུས་རྗེ་རིན་པོ་ཆེ་གིས་ད་སྔ་རིན་ཆེན་མོ་གཙོ་བོ་བྱས་ནས་ཀྱི་མདོ་སྔགས་གཉིས་ཟུང་འབྲེལ་བྱས་ནས་ནི་འོ་ཉམས་སུ་ལེན་དགོས་དོན་ག་འདྲས་ཡིན་མེད་ཨོ་ད་ཐུགས་སུ་སོང་ཡོད་རེད། དེ་ཨ་ནང་བཞིན་སྨིན་བྱེད་ཀྱི་དབང་དུ་གྲོལ་བྱེད་ཀྱི་ལམ་ཟུང་དུ་འབྲེལ་བ་ཟེར་ཏེ། དངོས་གནས་ཡིན་ན་ད་ད་ལྟ་ཨ་ཁུ་ཤེས་རབ་རྒྱ་མཚོ་གི་བདེ་མཆོག་གི་ཨེ་ནས་སྤྱི་རིམ་ནང་གསུངས་ཡོད་རེད་སྔོན་སྟོན་པ་བཅོམ་ལྡན་འདས་རྒྱུད་དུ་མ་དུས་ཆེན་བྱང་གི་ཨ་ནས་མ་དུས་རྒྱ་ལ་གསང་སྔགས་མ་གསུངས་འདུག་ག་ལ་དབང་ཟེར་གཅིག་ཁྲིད་ཟེར་གཅིག་ལུང་ཟེར་གཅིག་ཡོད་མ་རེད།

འབྲུ་བཞི་གསར་དུ་བཅོས་བདེ་བ་དེ་འདྲ་མ་ཡིན་པ། འབྲུ་བཞི་རླུང་སེམས་ལྟ་བའི་གཞི་ལ་གང་ཡོད་པ་དེ་ཡར་ལམ་དུ་ལངས་ཡང་སྲིད། ཉོན་མོངས་དུག་སེམས་ཡིན་ན་སྐྱོན་གྱི་རིགས་ཡིན་ན་རེད་ཡོན་ཏན་གྱི་ཕྱོགས་ཡིན་ན་རེད་ཁོ་དེ་ག་རང་ཡར་ལངས་ལམ་དུ་འཇུ་ཡ་ཡིན། དེ་ཡང་གོ་རེ་ཟེར་ན་ཁོ་བྱེད་ལས་ཀྱི་ཆ་ནས་འཇུ་བ་བཏང་ཡང་མ་གཏོགས་ཨ་ནི་ངོ་བོ་ཁོ་རང་ཉོན་མོངས་དུག་སེམས་ཡིན་ན་ག་རེ་ཡིན་ན་ཡང་ཁོ་སེམས་གསར་རིག་གི་མཐར་ཐུག་དེ་སྙོ་མ་ལན་ཅིག་སྐྱེས་པའི་འོད་གསལ་གང་ལ་ཐུག་བདེ་ཡོད་ཡིན་ས་ནི་དེའི་ཆ་ནས་དེ་ག་རང་ཁོ་ལམ་དུ་བྱེད་ཐུབ་ཡ་བྱེད་ད་གཞི་རྩ་ཡོད་བདེ་བ་གྱི་ཆ་ཡོད་རེད། བ་དེ་ཡིན་དུས་ཨ་ནེ། གཞི་དངོས་པོའི་གནས་ཚུལ་གསལ་ཐིག་གལ་ཆེན་པོར་བརྩིས་ནས་ནི་རྡོ་རིང་གི་སྐབས་སུ་གཞི་དངོས་པོའི་གནས་ཚུལ་ལམ་སྒྲིབ་པའི་རིམ་པ་འདྲི་བ་སྔོན་དུ་བྱེད་ཚུལ་གསལ། ད་ཐེངས་ཀྱི་ཡང་དུས་དག་གི་དང་བླ་མེད་ཀྱི་ལམ་ལ་ཡང་དེ་ནས་འགྲུལ་བཞུད་འབེལ་མཚམས་མི་འདྲ་བ་མང་པོ་ཡོད་རེད། ཨ་ནེ། སྤྱིར་བླ་མེད་ཀྱི་ཨ་ནེ་གཞུང་ཁ་ཤས་ཀྱི་ནང་ལོགས་ལ་ཨ་ནེ། ཁོ་རང་ཅིག་ཆོད་དུ་ཆོས་ཅན་གྱི་དབྱེ་བ་མ་ཕྱེས་པར་ཆོས་ཉིད་དེ་ཡེ་ཉིད་དེ་ཨ་ནེ་འགྲུལ་བཞུད་འདོད་བདེ་བ། ཡང་གཞི་ཡེ་ཤེས། གཉུག་མའི་སེམས་དེ་འགྲུལ་བཞུད་འདོད་བདེ་བ། ཡང་ན་ཁོ་ག་རེ་ཟེར་ན་དུས་འཁོར་བརྟག་པའི་ཡིན་ན་ཐང་ཅིག་རྒན་ལགས་ཀྱིས་གསུང་བ་ནང་བཞིན་དུ་སྲོག་གི་རྟགས་ལ་སོགས་པའི་སྟོང་གཟུགས། གསར་དུ་འཆར་བའི་སྟོང་གཟུགས་དེ་སྒྲུབ་ཀྱིན་སྡོད་བདེ་བ་དེ་འདྲ་ཡང་ཡོང་དགོས་འདུག་བ། གསང་བ་འདུས་པའི་ལམ་དེ་གཞི་ཆགས་ཆེ་བ་ཡིན་ན་ག་རེ་བྱ་དགོས་རེད་ཟེར་ན། ཆོས་ཉིད་དེ་བཞིན་ཉིད་སྐྱེས་བུ་སྒྲུབ་ཀྱི་བཟུང་ན་འགྲིག་གི་ཡོད་མ་རེད། ཆོས་ཉིད་དེ་བཞིན་ཉིད་སྐྱེས་བུ་དྲུག་ཅུ་བཟུང་བ་ཡིན་ན་དེའི་སྟེང་ནས་ཨ་ནི་རྟོག་ཚོགས་ཀྱི་ཡོན་ཏན་དང་ལྷག་པར་དུ་ཡང་ཨ་ནི་གཟུགས་སྐུ་སྦྲུལ་ཡ་གི་གནས། ག་རེ་ཟེར་ན། ཆ་ཆེན་ཐིག་གི་རེ་ཆ་ཚང་ཐིག་གང་ནས་ཡོང་གི་འོ་མ་རེད་བ། འོ་དེས་མི་འདོད་གང་ལ་ཆོས་ཉིད་དེ་བཞིན་ཉིད་གཙང་སྦྲུལ་གྱི་མདུན་ན་འགྲེང་གི་ཡོ་མ་རེད། ད་དུས་འཁོར་རང་བཞིན་བྱས་པ་ཡིན་ན་ཅི་དང། འབྲི་དང་འབྲི་གི་ཡོད་རེད་ག་ཟེར་དུས་སོག་གི་རྟགས་ལ་སོགས་པའི་སྟོང་གཟུགས་ཀྱི་ཨ་ནས་རྟགས་དེ་གའི་དེ་འབྲུ་ཆེན་འདོད་ནས་འབྲི་གི་ཡོད་རེད་དེ་དེ་དཔལ་གསང་བ་འདུས་པའི་ལམ་ཞི་ཆ་བྱས་ནས་དེ་གསར་དུ་བཅུས་བྱས་བ་ཅིག་ཡིན་ཙང་ནི་གཞི་དངོས་པོའི་གནས་ཚུལ་གང་ཏག་ཏག་ཐུག་གི་ཡོད་མ་རེད་ཀོ་ལམ་གྱི་གསར་དུ་བསྒྲུབས་བྱས་བ་ཅིག་ཆགས་ཡོད་བ། སྐྱེ་ཙང་གི་གཞི་ལ་ཡོད་ཡོད་བ་ཅིག་ལམ་ལོང་གི་ཡིན་དུས་གལ་གཞི་དངོས་པོའི་གནས་ཚུལ་ཏག་ཏག་དེ་འདྲ་ཤེས་པ་ནང་བཞིན་གྱིས་འགྲོ་གི་མེད་དུས་གང་ལ་ད་ག་རེ་ཆགས་བ་རེད་ཟེར་ན་གསང་བ་འདུས་པ་གའི་ཨ་ནས་བསྒྲུབས་བྱས་དེ་ཤིན་ཏུ་ཕྲ་བའི་རླུང་དང་སེམས་ནི་བཟུང་དགོས་བ་རེད། ད་ཐེངས་ལྷག་པར་དུ་ཡང་དང་རྗེ་བདག་ཉིད་ཆེན་པོའི་གསང་སྔགས་ཀྱི་ལྟ་གྲུབ་དེ་གའི་དེ་གཞི་བཅོལ་ས་དེ་སྤྱི་ལྟར་རྒྱུད་སྡེ་མང་པོ་ཡོད་རེད་དེ་དེ་རང་ནས་དཔལ་གསང་བ་འདུས་པ་འདི་བཅོལ་དགོས་ཡ་དེ་རྒྱུ་མཚན་ག་རེ་ཐུག་ཐུག་གོ་རེད་ཟེར་ན། དཔལ་གསང་བ་འདུས་པའི་སྐབས་སེ་འབྲུ་གཞི་ཀློང་སེང་གཉིས་ཀ་ལ་ད་དཔེ་མི་སྲིད་པ་དཔེ་ད་སྔོན་སོང་དེ་བར་རིག་རྒྱུ་ཡོད་པ་ལྟ་བུ་ཅིག་གིས་དེ་གསལ་བཤད་དེ་གནང་གི་ཡོད་རེད། དེ་ག་འདྲས་གནང་དགོས་རེད་ཟེར་ན་ཅི་ལྟར་མ་རྒྱུད་སྐོར་དེ་ཚོ་ལ་ཨ་ནེ་ང་རང་ཚོ་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་རྩལ་དུ་བཏོན་ནས་བཤད་པ་རེད་ཟེར་ནས་གསུང་གི་ཡོད་རེད་དེ་གཙོ་བོ་དགའ་བ་བཞི་སྤྱད་ནས་ཨ་ནེ་མ་སེམས་ཁྲག་རུ་འགྲོ་བའི་རིམ་པ་གཅིག་མ་གཏོགས་ཁྱེད་ཀྱི་སེམས་ཁྲག་རུ་འགྲོ་སྟངས་ག་འདྲས་ཡོད་མེད། རླུང་ག་འདྲས་ཀྱིས་ཐིམ་གི་ཡོད་མེད་སེམས་ཁྲག་རུ་འགྲོ་ནས་ག་འདྲས་ཀྱི་གང་བ་འཐུག་གི་ཡོད་མེད་སྟོང་པ་བཞི་རིམ་པ་བཞི་འདི་མ་ཡོང་སྟངས་དང་རླུང་རིམ་པ་བཞི་འདི་ཐིམ་སྟངས་དེ་བཞི་དེ་བཤད་ཀྱི་ཡོད་མ་རེད་བ་གཙོ་བོ་ཁྱེད། དེ་མི་བྱེད་ཡིན་དུས་གང་ལ་ཨ་ནི། གོ། སྒྲུབ་བྱེད་ཨ་ནི་སེམས། རྩལ་དུ་སྟོན་པའི་ཆ་ནས་གསང་བ་འདུས་པ་ཐུན་མོང་མ་ཡིན་པའི་ཟབ་ཆོས་ཡོད་པ་དེ་ག་རེ་ཟེར་ན། རླུང། སྔ་མ་སྔ་མ་ན་རིམ་པ་རིམ་པར་འབྱིན་ཏེ་ཕྱི་མ་ཕྱི་མ་ལ་མ་ཐིམ་ནས་སྟོང་པར་བྱེད་རིམ་པར་འབྱིན་ཏེ་མ་མ་མ་མ་ཐིམ་ནས་ཐམས་ཅད་སྟོང་པ་ག་ལ་ལས་དགོས་ཡ་གཅིག་གིས་རླུང་ཐིམ་པའི་རིམ་པ་དེ་བཤད་ཀྱི་ཡོད་རེད་བ་དེའི་ཆ་ནས་གསང་བ་འདུས་པ་ལ་ཐུན་མོང་མ་ཡིན་པའི་ལ། ཐུན་མོང་མ་ཡིན་པའི་ཟབ་ཆོས་ཡོད་ལེ་བ་གཅིག་དེ་འདྲ་རེད། བསྙེན་པའི་ཐོ་བ། དེ་ནས་སྦྲུལ་གཞི་སྨྱུག་མ་ལན་ཅིག་བསྐྱེད་པའི་འོད་ཟེར་དེ་དག་སྦྲུལ་གྱིས་བཟུང་བ་དེ་སྐྱེས་ད་ད་མ་རྒྱུད་དེ་ཐུན་མོང་བ་ཙམ་གྱི་རེད་དེ་ཡིན་ན་ཡང་རླུང་སྦྲུལ་གྱིས་བཟུང་བ་དེ་དག་གསང་བ་འདུས་པའི་ཐུན་མོང་མ་ཡིན་པར་བྱ་དགོས་པ་རེད་ད། རླུང་སྦྲུལ་གྱིས་བཟུང་བ་དེ་ཐུན་མོང་མ་ཡིན་པར་བྱ་གི་ཡོད་དུས་གང་ལ་རླུང་སྦྲུལ་གྱིས་བཟུང་མི་འདུག་ག་ལ་ད་རླུང་དེ་སེམས་ཉིད་འགའ་དེ་གང་རེད་ཟེར་ན་ངོ་བོ་གཅིག་རེད་འདོགས་པ་ཐ་དད་པ་ཟེར་ཁོ་བྱེད་ལས་ཀྱི་ཆ་ནས་མ་གཏོགས་གཅིག་གི་ངོ་བོ་གཅིག་འདོགས་གི་ཡོད་རེད་བ། འོ་དེ་ཡིན་དུས། ཨ་ནེ་བཞི་ལ་ཡང་འཁོར་བདེན་པ་གཉིས་ཀྱི་ཚུལ་འདྲ་བོ་དེ་རླུང་སེམས་གཉིས་ཏག་ཏག་དུག་གཟིག་བཞག་ཐུབ་པ་རེད། དེ་ཡང་ལམ་དུ་ལོངས་འོང་དུས་གང་ལ། རླུང་དེ། ཨ་ནེ་ཐོག་མར་རླུང་དབུ་མ་རྣམས་ལ་ཨ་ནེ་ཞུགས་པའི་ཐབས། དེ་ནས་ཡང་ཕྱི་རིམ་ཇི་ལྟ་བ་བཞིན་དུ་ཨ་ནེ་པའི། ཕྱི་ལ་ཕྲ་བའི་རླུང་དེ་མངོན་དུ་བྱེད་པའི་ཐབས་དེ་གའི་ཐད་རིམ་པ་བཞིན་དུ་བསྒོམས་ནས། ཨ་ནེ་དེ་འདྲའི་གི་རླུང་དེ། རྗེས་ལན་ནས་བཟུང་སྟེ་རླུང་དེ་འགྲུལ་བཞུད་བྱས་ནས་ལྷ་ཡི་རྣམ་པ་ལ་ཡང་མོས་པ་ཡིད་བྱེད་ཀྱི་ཚུལ་གྱིས་ལྡང། དེ་ནས་སེམས་དབེན་ཙམ་པོ་བའི་བར་དུ་ལ་ཡང་དེ་ཡང་མིག་པ་ཡི་གེ་བརྒྱད་ནི་རྫོགས་རིམ་པའི་ལམ་དུས་ཀྱི་སྐུ་ཡི་ངོ་བོ་ལ་ལྡང་ནས་མཐར། མི་ངོ་ཙམ་མ་ཡིན་པ། ཤིན་ཏུ་ཕྲ་བའི་རླུང་སེམས་ཁོ་རང་མངོན་དུ་བྱེད་འོང་དུས། དེ། ཤིན་ཏུ་ཕྲ་བའི་དེ་ནས་རླུང་འོད་གསལ་ལྔ་པ་དེ་མི་ངོ་ཙམ་མ་ཡིན་པ། གང་བསྒོམས་པའི་སྔར་བསྒོམས་པའི་ལོངས་སྐུ་གི་རྣམ་པར་བཅད་ནས་དངོས་སུ་ལྡང་བྱེད་འོང་བ་རེད། རྒྱུ་མེད་ལས་བྱ་སྟེ།

ད་དངོས་གནས་དྲང་གནས་གང་འདྲི་ཅིག་ཆར་བ་རེད་ད་མདོ་ལུགས་ཀྱི་ཨ་ནི་གཟུགས་སྐུ་གི་ང་རང་སོགས་ཀྱི་ཅི་རིགས་འདྲ་གི་རྗོད་བྱེད་དུ་བཤད་དགོས་བ་རེད་དེ་དེ་གས་དེ་རིང་མི་འགྱོད་ཆགས་དགོས་བ་རེད། ད་ལྟ་འདི་དཔེར་ན་ང་རང་ཚོ་ཡི་བསོད་ནམས་ཀྱི་ཚོགས་ལ་དེ་ནས་ག་ཟེར་ན་གཟུགས་སྐུ་ལག་རྗེས་བཞག་ཟེར་ཡ་དེ་ལག་པ་འདྲ་བ་ཅིག་འདུག་སྲིད་ད་པ་རྗེས་བྱ་བ་ནང་བཞིན་བྱས་བས་ན་མངོན་སུམ་གསོན་པོ་དེ་ཆགས་དགོས་བ་རེད་ད། སྐུ།

ང་རང་ཚོ་མདོ་སྔགས་གང་གི་སྐབས་སུ་ཡང་ཚད་མ་འཛིན་ས་དེ་ལྟར་གྱི་གྱི་མཆོག་ཨ་ནི་འཕགས་མཆོག་བློ་གྲོས་ཡར་ཞེས་བྱ་དེ་ཡོད་རེད་བ། དེ་ཡིན་ཚེ་བློ་གྲོས་ཡར་ཚེ་གིས་ཅི་ལྟར་མགོན་པོ་བློ་གྲོས་ཀྱི་ཨ་ནི་སངས་རྒྱས་ཐོད་པ་གི་རྒྱུད་ཀྱི་འགྲེལ་བ་འདྲ་བོ་དེ་འདྲ་ཡོད་རེད་ཟེར་ཀྱང་མ་གཏོགས་ཁྱེད་ཀྱིས་དངོས་སུ་གསང་དབང་འདུས་པ་གི་ད་བཤད་པ་དང་གྲུབ་པ་ཨ་ནི་ཡིན་ཆོག་དེ་གལ་ཏེ་གསང་དབང་འདུས་པ་རང་ལ་ད་དཔེ་ཆ་ཚང་བ་ཅིག་ཡོད་དེ་ཡོད་རེད། ཨོ་དེ་ཡིན་འདུག་ག་དེའི་ཆ་ནས་ཡང་ང་རང་ཚོ་ཀྱིས། རྒྱའི་དར་ཉིན་ཆེན་པོ་གིས་ཨ་ནི་འཕགས་པ་ཡབ་སྲས་ཀྱི་ཨ་ནི། གཞས་གཞུང་དེ་གས་དེ་དྲི་མ་མེད་པ་ཨ་ནི། འཛིན་གནང་དགོས་ཡ་དེ་གནད་འགག་ཇི་འདྲའི་ཞིག་ཆགས་ཡོད་རེད་ད་མདོར་ན། ད་དོམ་འདྲ་བ་ཅིག་བརྒྱབ་ཤེས་ན་ག་རེ་ཟེར་ན། དགོངས་པ་བརྟན་པོའི་སྒྲོན་མེ་གིས་ད། རྒྱལ་རིན་པོ་ཆེ་འཇིག་རྟེན་ཁམས་ལ་ཕེབས་པའི་སྐབས་དེ་ལ་ལྟ་ཅིག་ག་རེ་ཟེར་ན་མཛེས་པ་འཕྲིན་ལས་ཐུན་མོང་མ་ཡིན་པ་མང་པོ་ཞིག་གནང་ཡོད་རེད་དེ་དེའི་སྐབས་སུ་ཅིག་ག་རེ་ཟེར་ན་ཕ་གཅིག་གོ་ས་མི་འདུག་ཆོག་ཟེར་ན་མི་འདུག་སྐྱོན་བསྲིང་འདྲ་བོ་དེ་ག་རེ་ཐོག་ལ་གནང་ཡོད་རེད་ཟེར་ན། གསང་སྔགས་ཡིག་བརྒྱས་ག་ཟེར་གསང་སྔགས་འཇིག་རྟེན་སྤྱོད་པ་དང། ལྟ་བ་ཡིག་བརྒྱས་བཀའ་ཙམ་དུ་གྱུར་ཚེ་དབང་པོ་རྟོག་གེའི་གྲོང་དམ་ཅི་བཞིན་དུ་ཆོས་ཀྱིས་གསོས།

དེ་ཡོད་དེ་ད་དེ། ཨ་ནི་རྒྱལ་རིག་པ་ཇི་ལྟ་བའི་ལེགས་བཤད་ཆེན་མོ་སྔགས་ལ་གཟིགས་པའོ་ད་དུས་སུ་སྣང་བ་ཡིན།